དེ་ནས་ཁེ་ནི་ཀྲེ་གྲོང་ཁྱེར་ཀལ་ཀེ་རི་ནང་བོད་མི་ཚོས་རྒྱལ་གཅེས་ཨོ་ལམ་པིག་རྩེད་འགྲན་རྒྱ་ནག་ཏུ་འཚོགས་རྒྱུར་འོས་མཚམས་མེད་པའི་སྐོར་སྐད་འབོད་ཞིག་གནང་ཡོད་པའི་སྐོར་ཁེ་ནེ་ཀྲ་ནས་འདི་གའི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཁེ་ནེ་ཀྲེ་གྲོང་ཁྱེར་ཀལ་ཀེ་རི་ནང་བོད་མི་ཚོས་རྒྱལ་གཅེས་ཨོ་ལམ་པིག་པེ་ཅིན་ཏུ་འཚོགས་བཅུག་པ་དེ་འོས་མཚམས་མེད་པའི་སྐད་འབོད་ཞིག་གནང་འདུག། ཨ་རེ་སི། དེ་འདྲའི་ཚེས་བཞིའི་ཉིན་རྒྱབ་ཕྱག་ཚོད་གསུམ་པ་ཙམ་ལ་ཨལ་པར་ཏར་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་ཁ་ན་ཏའི་གྲོང་ཁྱེར་ཀལ་ཀི་རི་ས་གནས་གྲོང་ཁྱེར་ལྷན་ཁང་གི་མདུན་ཐང་ནས་རྒྱ་ནག་གི་དོན་གཅོད་ལས་ཁུངས་བར་ཞི་བའི་གོམ་བགྲོད་དང་སྐད་འབོད་ཀྱི་ལམ་ནས་རྒྱལ་སྤྱིའི་ཨོ་ལམ་པིག་རྩེད་འགྲན་ཚོགས་ཆུང་ནས་རྒྱ་ནང་དུ་རྩེད་རིགས་དེ་བཞིན་བསྐོང་ཚོགས་གནང་བཅུག་པར་འོས་འཚམས་མེད་པ་དང་ལྷན་དུ་རྩེད་འགྲན་པ་ཚོས་རྩེད་མོ་དེའི་ནང་ལྷན་ཞུགས་མ་གནང་བའི་ལས་འགུལ་ཞིག་སྤེལ་གནང་བ་ཁྱོན་མི་གྲངས་སུམ་ཅུ་ལྷག་ཙམ་ཞིག་ལྷན་ཞུགས་གནང་ཡོད་འདུག། མི་སུམ་ཅུ་ཙམ་ཞིག་འཛོམས་པས་ང་ཚོ་བོད་རིགས་དང་ཧོང་ཀོང་གི་མི་རིགས་ཁ་ཤས་ཀྱིས་ཆེད་བཅར་ནས་འདི་ལ་འཛོམས་བསྡད་ཡོད་ལ། དེ་དོན་ལས་འགུལ་གོ་སྒྲིག་གནང་མཁན་ཨལ་པ་ཏྲ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཞོན་ཚེ་རིང་ཆོས་འཕེལ་ལགས་དང་ལྷན་དུ་ཞལ་པར་བརྒྱུད་ང་ཚོ་རླུང་འཕྲིན་ཁང་དུ་ངོ་སྤྲོད་གནང་རྒྱུར་ཁོང་རྣམས་ནས་ད་ཐེངས་ཀྱི་ལས་འགུལ་དེ་བཞིན་རྒྱལ་སྤྱིའི་ཨོ་ལིམ་པིག

ཏག་ཏག་གི་དུས་ཡུན་དང་བསྟུན་ནས་རྒྱལ་སྤྱིའི་ཨོ་ལིམ་པིག་ཚོགས་པ་དང་རྒྱལ་སྤྱིའི་གཞུང་ཁ་ན་ཏའི་གཞུང་བཅས་ལ་དགོས་འདུན་གསུམ་གྱི་ཐོག་ནས་པེ་ཅིང་གི་དགུན་དུས་ཨོ་ལིམ་པིག་རྩེད་འགྲན་ནང་དུ་རྩེད་འགྲན་པ་ཚོས་ལྷན་ཞུགས་མ་གནང་བའི་འབོད་སྐུལ་དང་སྐད་འབོད་གནང་བཞིན་ཡོད་པ། དེ་ཚོ་འཛིན་བཟུང་བྱས་ཡག་དེ་ཚོ་ད་མི་རིགས་རྩ་མེད་བཟོ་ཡག་གི་ཟེར་ཏེ།

བོད་རིགས་མི་དམངས་དང་ཡུལ་ཁོངས་བཅས་ཀྱི་མི་རིགས་ཁ་ཤས་ཀྱིས་ལས་འགུལ་དེ་བཞིན་སྤེལ་སྐོར་གསུངས་པ་དང་གཅིག་མཚུངས་ཀྱིས་འདི་ག Toronto ས་གནས་སུ་ཡང Canada Olympic རྩིས་རིག་ཚོགས་ཆུང་གི་མདུན་ཐང་ཐུའུ་ས་གནས་གཞོན་ནུའི་གོ་སྒྲིག་འོག Canada རྩེད་འགྲན་པ་ཚོས་རྩེད་མོར་ལྷན་ཞུགས་མ་གནང་བའི་ལས་འགུལ་ལྷ་ཁ་ནམ་ཉིན་ལ་སྤེལ་བ་བཞིན་མི་རིགས་སྡེབ་གསོད་ཀྱི་རྩེད་མོ་དེ་མཚམས་འཇོག་དགོས་པ་སོགས་ཀྱི་སྐད་འབོད་ཀྱི་ལས་འགུལ་སྤེལ་བཞིན་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས